ཚོགས་པ་ཡིན་ནའང་བཞུགས་སོས་ག་ནས། དེ་ནས་སེམས་ཙམ་ཟབ་དོན། སེར་སྐྱ་ཕོ་མོ་གངས་ལྗོངས་ཚང་མ་ལ་ཡ། རྒྱུད་ལས་ནང་བཀྲ་ཤིས་བདེ་ལེགས་ཞུ། དེ་ནས་ད་ལྟའི་རིང་ཉི་མ། སུམ་ཅུ་སོ་དགུ་པའི་ཞག་པ། ཟླ་ས་ལྔ་དང་རྒྱལ་སྲས་ལག་ལེན་བསོད་བདུན་མའི་ནང་ནས་ད་འདི་རིང་རྒྱལ་སྲས་ལག་ལེན་སུམ་ཅུ་སོ་བདུན་པའོ་ཧ་ལ། ང་ད་ལག་ལེན་དེ་ཉེ་དེ་ཞག་ལྔ་ལ་བཞུགས་པས་ཡི་གེ་ད་པོ་བ་ལག་ལེན་བསོད་བདུན་མ་ཟེར་ཏེ་སུམ་ཅུ་སོ་བདུན་པ་ཟེར་ཏེ་བཞུགས་གོ་ཞེས་པོ། ཨི་ནི་ན་ང་ཏཱ་ཨི་ན་ང་ཏཱ་ཉམས་ལེན། མཛའ་བཅས་ཉམས་ལེན་སུམ་ཅུ་སོ་བདུན་པོ་སུམ་ཅུ་སོ་བདུན་བྱ་འདོད་པ་སང་ཉམས་ལེན་ནི། ད་ཤོ་ལོ་ཀ་སུམ་ཅུ་སོ་བདུན་ཡོད་པ་སང་དེ་བས་ཆ་ནས་དེ་བས་ག་ནས་ང་ཏཱ་མིང་པོ་ཨི་ཀི་ཏཱ་པི་མིང་པོའང་ལག་ལེན་སུམ་ཅུ་སོ་བདུན་མ་ཟེར་ཏེ་དེ་ཚོ་ཤོད་སྟོན་བ་ལས་ད་དེ་རིང་དེ་ལག་ལེན་སུམ་ཅུ་སོ་བདུན་ཡོད་ན་ད་དེ་རིང་ལག་ལེན་མཐའ་མའོ་ཡིན་ཀྱག་ད་བྱང་ཆུབ་སེམས་དཔའ་གོ་ནས་ཉམས་ལེན་ཨི་ཟུག་གི་མཛའ་ད་ནོག་ཟེར་ཏེ་ལག་ལེན་ཡ་མ་ནི་ཉམས་ལེན་སུམ་ཅུ་སོ་བདུན་པའོ་དེ་རིང་ཡིན་ཀྱག་ལ་ད་དེ་རིང་ཉམས་ལེན་ནང་ནས་མཐའ་མའོ་ཡིན་ནོག། ད་དེ་བ་ང་དང་ཐ་མ་བ་ཐར་བ་དགེ་བ་ངོ་བ་ཟེར་ཏེ་ད་དགེ་བ་ང་དང་དགེ་བ་ག་ཚུགས་ཤིག་བསགས་ཚོད་དང་དེ་བ་ང་དང་རྫོགས་པའི་སངས་རྒྱ་ཟེར་རྒྱུ་རུ་ངོ་ཅེས་བདེན་པ་རང་ཁག་ཅན་མ་ཁག་ཅན་གྱི་དེ་ཉིད་ཆ་ཚང་མའང་དེ་འདི་ཞག་ད་ཉི་བུ་ཚར་ཀ་ནས་ཉི་མ་སུམ་ཅུ་སོ་དགུ་ཞིག་ནས་ཕར་ལ་དེ་ནས་དཔེ་ཁ་ཅིག་གི་དཔེ་ད་ཚོགས་པ་དང་པོའི་ནང་ཅིག་བཤད་རྫ་ནས་ཚོགས་པ་དང་པོ་ཡིན་ན་སུའི་ཉན་རྟོག་ཙམ་ཞིག་གི་ཉན་རྟོག་གཉིས་ཀ་ནི་ཚང་མ་མཐོང་འདུག་ག་ལས།

དེ་འོ་མ་ཚ་དེ་ནི་ཡུལ་གྲུ་བའི་ཡིན་ན་ཡང་ཁ་ཅིག་ནི་མ་ནི་མིའི་སྟོང་ཉིད་དང་ཕས་བསྒྲིགས་པའི་གཉའ་འདུག་ཟེར་ཏེ་བརྗོད། རགས་ལྡན་པ་ཁོ་ར་ཚང་མ་ལ་པའི་རྗེས་སུའི་རང་བཞིན་དེ་ནི་ང་ཤ་ཀན་ཅིག་གི་ཚུལ་ལའང་ད་དེ་ཙམ་ཞིག་སྤོ་བ་ཞིག་དང་ཡོན་ཏན་མ་ནི་དྲག་པོ་ཞིག་ཡོད་དེ་ང་སྤོ་བ་མ་ནི་གཟུགས་ཤིག་ཡོད་ཟེར་ཏེ་ནི་མ་ནི་བཞོན་མེད་ད་ང་རང་ནམ་གཟུགས་ཤིག་ད་ཡང་བསམ་པ་ཞིག་བཏང་ས་ནས་གཅིག་སེམས་མེད་ན་འཁོར་ག་འགྲིག་ཡང་བླ་མ་གོང་མ་རིག་ག་ནས་ནམ་ཆོས་འཚོལ་ག་འགྲིག་ཡང་ང་རང་པེ་ད་བུ་ཚར་ག་ནས་ལོ་ཉི་ཤུ་ཐལ་ཅིག་སློབ་སྦྱོང་བཅོ་ག་ནས་དེ་ཟ་ནས་ཡང་ད་སངས་རྒྱས་སེ་གང་འགྱུར་བསྟན་འགྱུར་དཀའ་གཟུགས་ཤིག་ནང་རྩ་བིག་རྩ་བིག་རྩ་བིག་རྩ་བིག་ཆུན་ཆུན་འཇལ་ག་འགུན་དེ་ནས་ཡིན་ན་ཨལ་རྡོར་རྡོར་ཞིག་བཅོས་ཏེ་ལ་མོ་ཞིག་བཅོས་ཏེ་དེ་ལ་དྭགས་སེ། སྤེ་ར་ཞིག་གི་ནང་དེ་ལ་དྭགས་སུ་སྒང་ཡུལ་ང་དང་སྒང་བོ་ཡོང་དཀའ་ཚ་དཀའ་བའི་ཡུལ་དཀའ་ཚུགས་ཤིག་ཡུལ་གྲུ་དཀའ་ཚུགས་ཤིག་ནས་བཞུགས་སོས་དཀའ་ནས་དེ་ནས་ཨ་ཞང་ཨ་ནེ་རིག་ཨ་ཅེ་ཨ་ཅོ་ཨ་ཕི་མི་མེད་དཀའ་ཚུགས་རེད་འདུག་སུ་ཞིག་གིས་ཉལ་ནའང་ཧ་གོ་ཅི་ཞིག་བཙོག་ཤིག་བཅོས་ཏེ་ལམ་མོ་ཞིག་བཅོས་ཏེ་བཞུགས་ཁམས་བཅོས་ཏེ་ཡིན། དེ་ནས་གཞུ་ཆེས་པོའང་དེ་ནས་ཉིན་ཞག་ཚང་མའི་རྡོ་སྣང་ཞིག་བརྫད་དེ་དེ་ནས་ཡུལ་གྲུབ་ཁོ་རང་གཅིག་པའི་ནང་ཉི་མ་རེ་རེའི་སར་ཀ་འདི་པར་པར་ཡར་སྟོང་གཉིས་སྟོང་ཕལ་བྲིས་ཀྱི་ཉལ་འདུག་ཅག་པའི་ཚང་མ་པའི་རྗེ་བཙུན་རང་བཞིན་ཐུགས་རྗེ་ཆེ་བཀའ་དྲིན་ཆེ། གླིང་པ་ཉིས་བརྒྱ་ཚང་མས་སངས་རྒྱས་ཀྱི་ཆོས་ལ་ཡ་གཅིག་དོ་སྣང་ཞིག་མཛད་དེ། བདེན་པ་གཅིག་ཉམས་ལེན་ཅིག་མཛད་ཅེས་སའི་རེ་བ་བོར་ཏེ་སངས་རྒྱས་ཀྱི་སྐུ་མང་ཞིག་ཐོབ་ན་བསམས་ཏེ་དེའི་མི་ལུས་རིན་པོ་ཆེའི་བཀོད་ལ་མ་ཟ་ལ། ཉི་མ་ཉི་མའི་དེ་ནས་ལྟོ་གོས་དམ་ཟོས་ཏེ་དུག་ལོག་ཅིག་དང་ཁ་ཡོད་ཅིག་དང་འདུག་ས་ཅིག་དང་སྐ་བྲག་ཅིག་དེ་ཚོ་གཅིག་པོའང་མ་གནང་ལ་བདེན་པ་ཁོ་རང་ནང་པའི་གནང་བཞིན་པའི་སྐད་ཅེས་སའི་སྐད་གོ་ཆོད་དཀར་འཛུགས་ཤིག་གཅིག་ང་དང་ནང་པ་སངས་རྒྱས་པ་ཨི་མི་ལོ་རིན་ཆེན་གྱི་ཐོབ་ནའང་ཐོབ་རིན་ཆོག་ཅེས་ཚོགས་ཞུགས་ལྟར་བསྟན་པ་རང་ཡིན་ནོ་སངས་རྒྱས་ཆོས་ལ་ཡང་སེམས་ཙམ་ཚར་ན། བསྟན་པ་ཁོ་རང་ཡིན་ན་ལག་ལེན་སུམ་ཅུ་སོ་བདུན་པའི་ནང་ནས་དང་པོ་ཉན་བསམ་སྒོམ་པ་ལག་ལེན་སུ་ཡིན་རུང་རྒྱལ་སྲས་ལག་ལེན་ཡིན་ཟེར་གྱི་དང་པོ་པས་སངས་རྒྱས་ཆོས་པོ་རང་ར་ཚོར་དགོས་ས་སྐྱག

ང་དང་ང་ལ་རྒྱལ་བ་བཀའ་ཟུར་ཞིག་མཛའ་དང་བརྟེ་ཡོད་ང་ལ་སྐུ་རླུང་བུ། ཐུགས་བསམ་བོ་རྒྱལ་ལ་ཞིག་འཁུར་ཏེ་བསམ་པའོ་རྒྱལ་ལ་ཞིག་འདུག་ཞིག་ཚུར་མ་ནས་ཁག་ཅན་ནས་རྒྱག་ལེ། ད་ལྟ་ཐོག་མ་དང་ཐ་མ་ཟེར་ན་ང་ལ་མགོ་བོ་ནང། ཐ་མ་ཟེར་ན་རྒྱུག་པོ་གཉིས་ཀ་ཡང་ལ་ཁག་ཅན་གཉིས་སོད་ཀྱི་ཨག་ཟེར་དེ་བཞོན་ནོག་ལེ། ད་མགོ་བོ་བ་ལ་ཁག་ཅན་པོ་ཅི་ནོག་ཟེར་ན་དཔེ་སྐུ་རླུང་ཞིག་བསམ་པའོ་བཟང་པོ་ཞིག་འཁུར་དགོས་ཞིག་ས་ལ་རེད་ང་དང་སྐུ་རླུང་མཛའ་ནོག་པ་ལ་སྐུ་ཅིའི་ཕས་ཆོད་ཟེར་ན་ཡིད་གཟུགས་ཞིག་ཕས་ཆོད་ཟེར་ན་ཧ་ལ་སེམས་པས་སེམས་པའོ་མ་ནས་རྒྱལ་ལ་ཞིག་དགོས་ས་རྒྱག་ལེ།

ནམ་རྒྱུན་ནས་ང་དང་སྨོན་ལམ་མཛད་གར་འབུ་ཚང་མས་ཨི་གཟུགས་བྱོན་རོགས་ལས་ཚང་མ་དཔའ་དར་རྒྱག་སྨོན་ལམ་བཏབ་ཅེས་ད་ཨི་གཟུགས་ཤིག་གྱུར་ཅིག་ཨ་གཟུགས་ཤིག་གྱུར་ཅིག་ཨི་གཟུགས་ཤིག་གྱུར་ཅིག་སྨོན་ལམ་བཏབ་པ་ནོག་པ། ད་ཨི་བསྔོ་བ་མཛད་གར་ནི་སྨོན་ལམ་མཛད་གར་མིན་ན་ཁྱད་པར་བུ་ཅི་ཡོད་རྒྱག་ཚུལ་ན་ད་དགེ་བ་ཞིག་བཅོལ་ཟེར་ཏེ་དགེ་བ་བས་བཞག་སྟེ་དེ་ནས་ང་སངས་རྒྱས་ཀྱི་གོ་འཕང་ཐོབ་ཤིག་ཟེར་ན་བསྔོ་བ་གྱུར་ཏེ་ནོག་ལེ་འདུག་ག། སྤྱི་བཏང་ནས་ཡང་དེ་གཟུགས་ཤིག་མ་ནས་མ་མཛད་ད་པས་ལྐོག་ལངས་བསད་པས་ང་སངས་རྒྱས་ཀྱི་གོ་འཕང་ཐོབ་ཤིག་ག་བསམ་ན།

ལྷ་སྐ་གཟུགས་ཤིག་ད་ཡ་ཡ། ད་ཆོད་སྨད་ཞིག་པོ་ལ་ན། ཡང་ན་སྐོ་ར་ཞིག་གར་ཤུ་གྱོད་ད་ན། ཡང་ན་གཞན་མ་གཅིན་པ་ཞིག་དང་ན། ད་གཅིན་ནང་བ་ལང་ཚོ་དང་ཚེ་སྲིད་ནང་འདྲ། ཡང་ན་ཁྱི་ཞིག་ག་ཁར་ཞིག་དང་ཚེ་སྲིད་ནང་འདྲ། ནད་པ་ཞིག་ག་སྨན་དང་ཚེ་སྲིད་ནང་འདྲ། དེ་ནས་ལ་བླ་མ་ཞིག་ག་ཆོད་པ་པོ་ཚེ་སྲིད་ནང་འདྲ། ཅི་ཞིག་རྫ་ད་ན། དེ་རྫ། དེ་ཡུལ་བཅོས་བཟང་ངན་པོ། དེ་ནས་གལ་ཏེ་བསམ་པ་ཨོ་ད་ང་སྐ་དྲག་ཅིག་གྱུར་ར་ནོ་ཁ་ལ། ང་ཨེ་པེ་ཕྱུག་པོ་ཞིག་ཆགས་ནོ་ཁ་ལ། ང་སྐྱི་སྡོང་ཞིག་ག་ལ་སྐྱིད་པོ་ཞིག་ཆགས་ནོ་ཁ་ལ་བསམ་ན། དེ་གཟུགས་སྐུ་རླུང་བསམ་པ་དེ་གཟུགས་ཞིག་ཁུར་ན་ནི་རྒྱལ་བ་ཁོ་རང་སྐྱུ་ལོ། ཆོས་ཁོ་རང་སྐྱུ་ར་མ་ནོག་ལེ་རྒྱལ་བ་ཞིག་མ་ནི་ཆོས་སྐྱུ་ར་མ་ནོག་ལེ། ད་ལྟེའུ་སྤྱོད་ས་ནས་ད་སྟིག་མ་ང་ལ་ཡུལ་ལ་སྐྱེ་ཤི་ག་ལ་ཟེར་ན་ཆོས་ད་སྐྱུ་ར་ནོག་དེའི་ནང་ཆོས་ཆུ་བོ་འཇིག་སྐྱུ་ར་ནོག་ལེ། གསུངས་བ་རེད། ད་དེ་གཟུགས་ཞིག་མ་ནི་ལ་བསམ་པ་འོ་ཡང་པས་ད་ང་ཁོ་རོའི་ནང་ནས་ཁོ་རོ་ཨ། ཁབ་ཀྱི་རྩེ་མོ་ན་བདེ་བ་སྒང་ཡོད་མོད་བདེ་བ་ཅིག་ཅང་མེད་སྐྱག་རྫི་འདུག་ཁོ་རོ་ཨ་ཟེར་ག་མོ་ཁ་བའི་ཁ་དོག་སྡུག་ག་འཚོགས་ཟིན་ནོ་རྒྱལ་བ་ནི་ཅིག་ཅང་མེད་སྐྱག་རྫི་འདུག།

ཡེ་ནས་ང་དང་སངས་རྒྱས་པའི་འགྲོ་བ་སེམས་ཅན་ཚང་མ་སྡུག་བསྔལ་ལས་བསྒྲལ་ཅིག་བསྒྲལ་བྱེད་པོ་ང་རང་བསྒྲལ་བཅུག་སངས་རྒྱས་སུ་གོ་འཕང་མ་ཐོབ་ན་ད་ཉིད་བསྒྲལ་བཅུག་ཉོན་ཅིག་སྨྲ་ནི་མི་རུ་ཁ་ལ་དེ་བས་ང་སངས་རྒྱས་སུ་གོ་འཕང་ཞིག་མེད་ཐལ་མེད་ཐོབ་དགོས་སོ་དེ་བའང་ང་ད་དགེ་བ་དགེ་སྦྱོར་ཞིག་མ་བཅོལ་ན་དེ་ནས་ཐོབ་བྱེད་ཞིག་སྨྲ་ནི་མི་རུ་སྦྱིན་སོགས་ཕར་ཕྱིན་དྲུག་ག་ཉམས་ལེན་མ་ཟད་ན་དེ་ནས་སྨྲ་ནི་ཐོབ་བྱེད་སྨྲ་ནི་མི་རུ་ཁ་ལ་ཉོན་ཅིག་བསམ་སྟེ།

ད་དེ་དགེ་བ་འདི་རིགས་མ་གཏོགས་པའི་ཆོས་མེད་པོལ་ཀར་དེ་དགེ་བའོ། སངས་རྒྱས་སུ་གོ་འཕང་མ་ཐོབ་ཚགས་པ་དེ་དགེ་བ་བའི་སྒྲ་ཟབ་བུ་མྱོང་སྤྱོད་གེགས་ལས། དེ་དགེ་བའོ་མ་ནི་ཟད་མ་ནི་མ་ཟད་དང་མེད་ཀན་མ་ཆགས། ཧྲོལ་ཏོག་ཞིག་ཡོང་སྟེ་མེད་ཀན་མ་ཆགས་སངས་རྒྱས་སུ་གོ་འཕང་ཐོབ་ཐོབ་ཚགས་པ། སངས་རྒྱས་སུ་གོ་འཕང་ཐོབ་ཀྱང་འགྲོ་བ་སེམས་ཅན་ལ་ཡང་པའི་མཐར་ཕན་ཏེ་འགྲོ་བ་སེམས་ཅན་སྡུག་བསྔལ་ལས་བསྒྲལ་བསྒྲལ་ཚགས་པ་ཞིག་དེ་དགེ་བའོ་མེད་ཀན་མ་ནི་ཆ་མེད་གེགས་ལས། སུ་ཞིག་གང་བཅོམ་ཉན་ན་མེད་ཀྱང་ད་དུ་མ་ནས་དགེ་བ་བས་སྨན་པོ་ཆུ་སྟེ་བུར་ཁ་འཛོགས་ཤིང་ནོག་ལེ་བད་ཀུ་རང་བསྐྱང་དང་སྟེ་བད་ཀུ་རང་བསྐྱང་ཆུ་ལོག་བུ་ལོག་བསྐྱང་ཆུ་ཆུ་ཆུ་ཆེན་མེད་ཀྱང་ས་འགུལ་ཡོང་ན་བསྐྱང་ཆུ་ཆེན་མེད་ཀྱང་མཛད་སོགས་བད་དེ་དགེ་བ་བས་མ་ནས་སྨན་པོ་གྱུར་ཏེ་ནོག་ལེ་མ་ནས་སུ་ཅིག་གང་བཤིག་སྟེ་བཤིག་སྟེ་ཆུ་ལེན་ཁེར་བྱེད་མེད་ཀྱང་མེར་ཧྲག་སྟེ་ཧྲག་སངས་བྱེད་མེད་ཀྱང། འདུག་ག་ལས། དེ་བས་གསུངས་པ་ཚང་ང་དང་དགེ་བ་དཀའ་ཟུག་ཞིག་བྱོས་ན་ཡང་དེ་ནི་ང་དང་ལྡན་པ་ཁོ་རང་སངས་རྒྱས་སུ་གོ་འཕང་ཐོབ་ཕྱིར་ཧྲང་ཧའེ་ཧྥེ་ཡིན་ན་ལ་ཨི་དགེ་བ་ཆོས་ཁང་འབེལ་བྱས་ཏེ་ང་སངས་རྒྱས་སུ་གོ་འཕང་ཐོབ་ཤིག་བསམ་ནས་བསམ་པ་བཏང་ན་དེ་དེ་དགེ་བ་བོ་སངས་རྒྱས་སུ་གོ་འཕང་མ་ཐོབ་ཚགས་པ། ཐོབ་ཐོབ་ཚགས་པ། དེ་དེ་དགེ་བ་བོ་པས་ཁོ་རང་མ་ནས་གཟུགས་མ་ནས་ཆ་མེད་ཀྱག་ལས་མེད་དཀར་མ་ནས་ཆ་མེད་ཀྱག

སངས་རྒྱས་ཟག་མེད་སྐྱེ་བླ་རྒྱུ་འབྲས་ཟག་མེད་སྐྱེ་ཟེར་གང་ཅིའང་སྐྱེས་ཟེར་དེ་གཟུགས་མ་ནི་མང་པོ་ཟེར་དེ་གཟུགས་ཤིག་ཟེར་དེ་གཟུགས་སྤྱོད་ན་ནི་དེ་གཟུགས་ཐུགས་ནས་བསམ་པ་བཏང་ན་ནི་སྔན་མ་སྐྱེ་བ་སྔན་མ་སྔན་མ་མང་མང་པོ་བ་ཟག་ནས་རྒྱལ་བ་གོང་རུབ་ཆུ་ན་ཤར་ཏེ་མེད་གང་ཆ་ན་བ་ལ། འཕངས་པ་ཞིག་མི་ར་ལས་དཀོན་མཆོག་པས། སྐྱེ་བ་ན་སྐྱེ་བ་རྒྱལ་བ་ཟག་གང་གོང་དེ་གཟུགས་འོད་པ་ཁོ་རང་མེད་གང་ཆ་ན་དེ་བདེན་པ་ཁོ་རང་ང་དང་འཕངས་པ་བདེན་པ་རང་ཡིན་ནོ། ད་དེ་གཟུགས་མེད་གང་མི་ཆ་ཅི་ཟེར་དེ་ཡང་ང་དང་རྒྱལ་བ་བཀའ་གཟུགས་ཤིག་ཆུ་ན

ག་སྟེ་རྒྱ་མཚོའི་ཆུ་ཆེན་མོ་བའི་ནང་ང་དང་ཐིགས་པ་ཞིག་གིས་ཆུ་ཐེག་པ་ཞིག་བཏང་ན་དེ་ཆུ་ཐིགས་པ་པོ་རྒྱ་མཚོ་ཡི་ཆུ་ཙམ་ཞིག་བླུད་བླུད་ཚགས་པ་དེ་ཆུ་ཐིགས་པ་བླུད་ས་ན་འོག་ཟེར་ཏེ། ག་སྟེ་ང་ཨི་ན་ཤཀྱའི་བོའི་ཕའི་སྐྱི་གདོང་ཐོབ་བྱེད་ཞིག་ཡིན། ཨི་ན་ཤཀྱའི་བ་ལྟིག་མའི་ཕའི་སྐྱི་གདོང་ཐོབ་བྱེད་ཙོག་ཞིག་ཡིན། ཨི་ན་ཤཀྱའི་བ་བའི་ཕའི་ཨ་དེ་ནི་ང་བླ་དང་བཅས་ལོ་ང་ཕྱུག་པོ་ཞིག་ཆགས་ན་ང་སྐ་དྲག་ཅན་ཞིག་ཆགས་ན་ང་དཀོན་ལག་ལེབ་མོ་ཞིག་ཐོབ་ན། ང་ཡི་གཟུགས་ཤིག་ཆགས་ན་ཡི་གཟུགས་ཤིག་ཆགས་ན་བསམ་སྟེ་དེ་གཟུགས་ཤིག་པའི་དགེ་བ་དགེ་བ་དག་བཙོག་ཅོལ་བཀྱགས་ཏེ་ཡིན་ནའང་ས་ངོ་བའོ་རྟིང་མ་ཡི་གཟུགས་ཤིག་སྤྱོད་ན་དེ་ནི་ལྟེ་བའི་ཀ་གཟུགས་ཤིག་ནོག་ཅེ་ན། རྒྱ་མཚོའི་ནང་ན་ཆུ་བླུ་བ་བཙོག་ཤིག་མ་ན་ལ་ས་སྐམ་པོ་ཞིག་ལ་ཆུ་བླུ་བ་བཙོག་ཤིག་ཡང་ན་གཟིམ་ཆུང་ཅིག་ན་ཆུ་བླུ་བ་བཙོག་ཤིག་དེ་ནི་དེ་གཟིམ་པོ་སྐམ་ཆོག་ཆོག་བཙོག་ཤིག་གཟིམ་པོ་སྐམ་མ་ན་ཉམས་པོ་དེ་ནི་ཆུའང་བེད་དུ་སྐམ་ཟེར་ཏེ་མེ་བཀང་ཆ་ཤས་བཙོག་ཤིག་ཡོང་བ་ནོ་ཟེར་ཏེ།

རྒྱལ་བ་བོ་པད་ཁོ་རང་སངས་རྒྱས་མ་ད་ལྟ་ཨི་གཟུགས་རྫོགས་བཞིན་ནོ་ཡ་ལ་ལྕང་མ་དེ་གཟུགས་ལྕང་མ་བཞིན་གཙུག་ག་རྫོགས་བཞིན་ནོ་དཀའ་བོ་སངས་རྒྱས་མ། རང་རང་ཧོར་རྩ་ཡང་ན་རང་རང་སེམས་མེད་ནའང་དེ་གཟུགས་པའི་ཤིང་ཏོག་ཀུ་ཤུའི་ལྕང་མ་བཞིན་གཙུག་ག་རྫོགས་བཞིན་ནོ་དཀའ་ཀུ་ཤུའི་ལྕང་མའོ། སངས་རྒྱས་སུ་དགོས་པའང་མ་ཐོབ་འཛག་པ་བསླུས་ས་ད། གལ་ཏེ་སྟེ་ཀུ་ཤུའི་ལྕང་མའོ་སངས་རྒྱས་སུ་དགོས་པའང་མ་ཐོབ་འཛག་པ་བསླུས་ན་དེ་ནས་ལོ་རིམ་བསྲེས་ང་དང་དེ་ག་ནས་ཀུ་ཤུའི་བཟའ་བཅའི་རྫོགས་བྱེད་ཡོད་དོ་ནའོ་ལེ་ཀུ་ཤུའི་བཟའ་བཀན་པོ་སྐྱིད་པོ་ཨ་སི་པའི་རྗེས་ན་དེ་ནས་སྐྱིད་པོ་ཡོད།

གཟུགས་མོ་ཡོངས་ཟན་བདའ་སྟེ་བ་ལང་འོ་མ་ལྔ་ཡིག་གཟུགས་ཆུ་ཚོད་བརྒྱ་བ་ལང་འོ་མའི་སྐལ་ནས་ལྔ་དང། མར་ཐོབ། ཕྱུར་པས་ཐོབ། བཞི་སྤྱི་ཚང་མ་ཐོབ་ད་སྡིག་པ་རིགས་དེ་རིང་འཁོར་བ་གཟུགས་མོ་ཞིག་ཡོངས་ཟན་ནས་ད་གཉིས་དཀོན་མཆོག་ཆོས་སྨན་ཞིག་ཐེག་པ་ཞིག་བུ་ལས་སྣ་ལ་བསམ་ཚེ་དེ་གཟུགས་ཞིག་གལ་ཏེ་བུ་ལ་མཛད་ན། ཁ་དྲང་པོ་ད་བདེན་པ་ཁོ་རང་བ་ལང་གཟུགས་མོ་རྒྱལ་ན་ད་དེ་རིང་ཁོ་དེ་དེ་རིང་ཚེ་ཁོ་མ་བཀྲིན་ཅན་ཡིན། ད་དེ་རིང་དེ་ཨང་བ་ད་ཁོ་རང་སྤྱི་སྟོང་ཞིག་ཆོས་སྣ་ལ་བསམ་ཚེ། དེ་གཟུགས་ཞིག་མཛད་ན། ཡིན་ཅེས་པོ་ད་ཁོ་རང་རྒྱལ་བ་ཞིག་ཡིན་ནོག། ཡིན་ན་ཡང་ཆོས་པོ་ནི་མ་གྱུར་ར་ནོག་ག་ཟུག་གི་མ་གྱུར་ར་ནོག་ཟེར་ན་ད་ཡིན་ན་ཚེ་ག་ཅི་དོང་ཞིག་བཟུང་མོ་ཞིག་རྒྱལ་ན་ཡིན་ན་ཚེ་ག་ཅི་དོང་ཞིག་མ་ན་མ་བསམ་མ་ནོག། དེ་གསུངས་པ་སང་ཡིན་ཅེས་པོ་བ་ལང་བ་ཕལ་ཡིན་ན་ཡང་བསམ་ཅེས་པོ་ག་ཟུག་བསམ་པོ་ཟེར་གྱ་ཟེར་ན་ད་དེ་ཡིད་བདེ་བ་རིག་ཡོང་བ་མ་རེད་དྲིན་ཅན་ཡིན་བདེ་བ་རིག་ད་སེམས་ཅན་པོ་ན་རྒྱལ་བ་ཡིག་པའི་སངས་རྒྱས་སུ་སྒོ་འཕངས་པའི་ཐོབ་བྱེད་ད་ཉིད་ཆུ་ནི་བུལ་བྱེད་སྤོས་པའི་གསང་སེམས་ཀྱང་ཐང་ལ་ཨི་བ་ལང་རྫོགས་ཚེ་སྡུག་བསྔལ་ལས་ཡོད་ག་ནས་སེམས་ཅན་ཚང་མ་ཁོ་རོ་ན་ནས་ཐར་ཆོད་བྱེད་སའི་ཕལ་ཡིན་ད་ད་ཁ་དྲག་མཁའ་དྲག་རྩ་བརྡེག་ཞིག་མ་ནས་བསྟན་འདུག་པ་ཐར་ཆོད་བྱེད་སའི་ནུས་པ་ཞིག་སྔ་མ་ནས་མི་རུག་སངས་རྒྱས་སུ་སྒོ་འཕངས་ཞིག་མ་ཐུབ་ན་དེ་ནི་མ་ནས་དེ་བདེན་པ་ཁོ་ན་རྩ་བརྡེག་ཞིག་པ་རྩ་བརྡེག་ཞིག་ཁ་དྲག་མཁའ་དྲག་ཉི་མ་གཅིག་གཉིས་སེ་སྡུག་བསྔལ་མེད་ག་ཆོད་བྱེད་ཞིག་མ་ནས་པ་སྡུག་བསྔལ་མེད་ག་ཆོད་བྱེད་སའི་ནུས་པ་ཞིག་མ་ནས་མི་རུག། སངས་རྒྱས་སུ་གོ་འཕང་ཞིག་མ་ཐོབ་ཟག་པ་སྟེ་ནུབ་པདྨ་ནས་ཐོབ་བྱེད་ཚད་མ་ནི་མི་རུ་ཁ་ལ་དེ་བས་སངས་རྒྱས་སུ་གོ་འཕང་ཐོབ་བྱེད་ཚད་བས་ཡིན། བསམ་སེ། ཆུ་སྣོད་སྤུན་ལ་དེ་ནི་དེ་རེད་ལ་དེ་ནི་ང་དང་དེ་ནི་དེ་ཁར་ལ་ནས་སྐ་པོ་བ་དེ་ནི་བ་ལང་ལ་བཟུ་མོ་གོ་ནང་རྒྱལ་ཞིག་ག་སེམས་ཅན་ནི་སྡུག་བསྔལ་གོ་ནང་མ་ཡོང་ཞིག་ག་བསམ་པའི་བསམ་པ་བཏང་ན་དེ་ནི་བདེན་པ་ཁོ་རང་ཆོས་སུ་རྣམ་པར་དག་པ་ཞིག་གྱུར་ཏེ་ནོ་དེ་ཆོས་མེད་བུ་ལ་གནས་པའི་དགེ་བའོ་དེ་ནི་བས་སངས་རྒྱས་སུ་གོ་འཕང་མ་ཐོབ་ཟག་པ་མ་ནི་ཚར་བྱེད་མ་ནི་མེད་ག་ནི་དེ་ཚུལ་ཁྲིམས་ཀྱང་མ།

ད་ད་ལྟ་ཉི་ཤུ་བ་ཚོགས་པ་ཡ་ང་ཐོག་ཤོང་སྐུ་ལུང་པོ་རྫ་ཐོག་བཞི་མ་ནས་ཁག་ཅན་ཕི་ཐོག་མ་སིམ་ས་ང་ལ་ཡ་ཆགས་སུམ་ཕོ་ལ་རྫ་དེ་དེ་ནས་ཤོང་བ་རྫོགས་ད་ཡང་མེད་ཁ་མི་ད་ང་ཆགས་ཕུལ་ཉན་ཆིས་མི་རག་ད་དེ་བཞག་ཆགས་སུམ་ཕུལ་དེ་ངོ་བ་ཆོད་ཟི་རག་ད་ཡང་ད་ཆགས་སུམ་ཕུལ་མ་ཡན་པ་སང་ད་ངོ་བ་ཆོད་ན་ཕ་ན་དེ་དེ

འདུག་བ་སྔོན་སྣམ་ཆེན་སུ་ཆེན་སྐ་གཟུགས་ཀྱི་ཆེན་མ་ནི་ཅང་བ་ད་མེད་ཀྱག་ལ། ད་མི་དགོས་ན་མི་དགོས་ན་འོ་ད་ང་རྒྱལ་ཡུལ་ལ་ཨི་གཟུགས་བྱས་མ་ནི་མི་སུ་སུ་སུ་ཅིག་གང་ཨི་གཟུགས་མ་ནི་མ་གྲོགས་ད་ངང་བྱས་མ་ནོག་སམ་བྱས་མ་ནི་མེད་ཀྱག་ལ། མི་སུ་ཅིག་ག་མ་ཆག་ག་ནི་མ་བྱུང་ག་ནི་ན་ཚུལ་མང་པོ་ཅིག་རང་རང་མི་ཚེ་ན་མ་ནི་མང་པོ་སོང་སོད་ཀྱག་ད་དོར་ཡང་ཆ་ཧྲིལ་པ་ནོག་ནང་ལང་ཆ་ཧྲིལ་པ་ནོག་དེ་རིང་ཕི་དོ་གང་ཆ་ཧྲིལ་པ་ནོག།

ད་ལྟའི་འོད་སྲུང་པ་བཟང། རང་རང་དགེ་བ་དགེ་བཅུར་དཀའ་སྡུག་ཞིག་སྤྱོད་ན་ཡང། མྱ་ནི་ནི་ཁ་ན་ཁ་དྲང་ཁ་དྲང། ཁོ་རང་ཕྱག་རྒྱ་ང་ཏོག་ཛཱ་ར་ཞིག་ག་ཕྱག་རྒྱ་པོ་ལེ་ན། ཡང་ཛཱ་ར་ཞིག་ག་དེ་འཕར་ལ་ང་གཙོ་བ་ཞིག་བཏང་ན་དེ་ནས་ཨི་དགེ་བ་འོས་བྱས་ཏེ་ང་སངས་རྒྱས་ཀྱི་གོ་འཕང་ཐོབ་ཞིག་ག་བསམ་པའི་བསམ་པ་དང་གོ་ཞིག་མ་ན་ཁག་ཅག་ནས་རྒྱག་ལ། འོ་ཕི་ཞིག་ག་བཞུགས་ཁང་ཅིག་གི་ནང་མི་མི་གཉིས་ལ་མ་ནི་ཡ་ཏོ་ཅོ་ཅོ་མ་བྱས་ན་མི་གཉིས་ལ་ཡ་ཏོ་ཅོ་བ་མི་དགེ་བ་དགེ་བ་ནོར་ལ་ལྡན་པ་ཁོ་རང། དེན་ཏེ་དབང་སངས་རྒྱས་སུ་གོ་འཕང་ཐོབ་བྱས་ཚེ་རྒྱུར་འགྱུར་ཞིག་བསམ་ན་བདེན་པ་ཁོ་རང་དེ་མགོ་ཆོད་དོན་རོགས་ལས་ད་བདེན་པ་ཁོ་རང་ཉི་མ་གཅིག་ཉི་མ་གཅིག་གོ་ལ་མ་ཆག་མགོ་ཆོད་དཀའ་ཚོགས་ཤིག་ད་ཉིད་བསམ་མ་རོགས་འོ་དེ་ཚོ་གི་རོགས་ལས་ད་ཉན་ན་ནི་རྒྱལ་བ་རེ་རེ་རེ་རེ་བཅོ་ན་ཉམས་པོ་ཧྲུག་ངོ་ཛ་ཐོ་ཞེས་མ་ནི་ཁག་ཅན་རེ་རོགས་ཧྲུག་ངོ་ཛ་ད་ལ་སེ་གན་ཆིག་ལ་མགོ་ར་མ་རོགས་དེ་ནས་དེ་ནས་ཡང་ཅི་དོ་མོས་ཚུར་ལ་ཡ་དེ་ནས་ངོ་བ་འཛད་གོ་མ་ནི་ཁག་ཆ་ཉོག་ལེ། དེ་ནས་ཡང་མེད་ཁ་མེད་དེ་རིང་དེ་རིང་ངོ་བ་འཛད་གོ་ཞིག་དང། དེ་གཟུགས་ཅང་མེད་ཀྱག་དེ་དེ་རིང་མ་ནི་ང་ཤཀེས་པ་ནི་ཕར་ལ་དེ་རིང་ཚགས་པ་ཡང་ན་ཁོ་བ་ཐོག་མ་མེད་པ་ནི་དེ་རིང་ཚགས་པ་ཉིད་དགེ་བ་ཙམ་གྱི་སྤྱོད་ཚུལ་དང་དེ་དགེ་བ་ཚང་མ་རུབ། སངས་རྒྱས་སུ་གོ་འཕང་ཐོབ་ཞིག་དགེ་བ་ཅོ་གར་མོས་ཚང་མས་བཞེས་སྟེ་དེ་ནས་སངས་རྒྱས་སུ་གོ་འཕང་ཐོབ་ཅིག་ག་ལ་བསམ་ན། དེ་ནས་འོ་དོད། སངས་རྒྱས་ཀྱི་གོ་འཕང་ཐོབ། ཐོབ་ཐོབ་ཐོབ་ཚགས་པ་ཕན་འདོགས་ཡོད་ཀྱག་སངས་རྒྱས་ཀྱི་གོ་འཕང་ཐོབ་ཐོབ་ཚགས་པ་དེའུ་བཞུགས་སུ་ཆ་མེད་ཀྱག་དེའུ་སྒྲ་གཟུགས་མྱོང་བྱེད་ཚོད་ཀྱག་ལ་གསུངས་པ་སངས་དེའུ་མ་ཁག་ཅག་ནི་ནོག། འོ་དོད་གཟུགས་ནོག་ད་དེ་རིང་ཚིག་རྐང་བཞིའོ་ཅི་འདུག་ཞུས་ན། རྐང་པ་བཞིའོ། དེ་ལྟར་བརྩོན་པས་བསྒྲུབས་པའི་དགེ་བ་རྣམས། མཐའ་ཡས་འགྲོ་བའི་སྡུག་བསྔལ་བསལ་བྱའི་ཕྱིར། འཁོར་གསུམ་རྣམ་པར་དག་པའི་ཤེས་རབ་ཀྱིས། བྱང་ཆུབ་བསྔོ་བ་རྒྱ་ཧྲཱི་ལག་ལེན་ཡིན་ཟེར། འཁོར་གསུམ་རྣམ་པར་དག་པའི་ཤེས་རབ་ཀྱིས་བྱང་ཆུབ་བསྔོ་བ། འཁོར་གསུམ་རྣམ་པར་དག་པའི་ཤེས་རབ་ཀྱིས་བྱང་ཆུབ་བསྔོ་བ། ཤེས་རབ་ཀྱིས་འཛིན་པའི། བྱང་ཆུབ་བསྔོ་བ་རྒྱ་ཧྲཱི་སི་ལག་ལེན། དེ་བས་གསུང་བ་ལས། དག་ཅི་འདུག་ཟེར་ན། ད་ཚིག་དང་པོ་ནང་རྐང་པ་དང་པོ་ནང་གཉིས་པ་གཉིས་ཀའི།

འོ་ན་ཅི་བས་བསྔོ་བ་ཟེར་ནོ་ཟེར་ན་སུས་བས་བསྔོ་བ་ཟེར་ནོ་ཟེར་ན། འདི་ལྟར་རྩོམ་པའི་སྒྲུབ་པའི་དགེ་བ་རྣམས་ཟེར་ནས་དེ་ལྟར་ཟེར་ན་ཏེ་ཙོགས་ལ་ཟེར་ནོ་ཀ་ཙོགས་ལ་ཟེར་ན་ད་ས་ངར་ལ་ང་དང་ཡེ་ད་ལག་ལེན་སུམ་ཅུ་སོ་དྲུག་བཞུགས་སུ་ནོག་པ་དང་དེ་རིང་དབྱེ་བས་སུམ་ཅུ་སོ་བདུན་པར་ནོག་པ་སུམ་ཅུ་སོ་དྲུག་གོ་ཙོགས་ལ་དེ་ནས་དེ་ལྟར་རྩོམ་པས་ཟེར་ན་ད་སུམ་ཅུ་སོ་དྲུག་བས་ཁ་དོག་ག་ཤད་ཀ་ནས་ཙོགས་ལ་ཡ། ཉམས་ལེན་དགུ་ནས་ན། ང་དང་རྦ་བཙོན་འཇོག་སྟེ་དེ་ནི་བྱང་ཆུབ་སེམས་དཔའ་གོ་ནས་པས་ཁོ་རང་རྦ་བཙོན་འཇོག་སྟེ་འདུག་ག་ལས་འོ་བཙོན་འགྲུས་བྱོས་ཏེ་པས་ན་འགའ་ཞིག་ནི་སྐྱེས་བྱོས་འདུག་ག་ལས་པས་ཁོ་རང་ཐ་དད་མཐའ་དད་འཇལ་བའི་པས་རྦ་སྟེ་ཡང་རང་རང་བཙོན་འགྲུས་བྱོས་བྱོས་པས་མི་ཞིག་གི་བཙན་དབང་དང་སེ་མ་ན་ལ་སྟེ་གཟུགས་མ་ན་ལ་པས་རང་རང་ཐ་དད་འཇལ་བའི་དེ་བ་རྒྱུ་མཚན་རྒྱལ་མཚན།

རྒྱལ་སྲས་ཀྱི་ལག་ལེན་ད་རྒྱལ་བ་བརྒྱད་བཅུར་བཀའ་ཟུར་ཞིག་ཡིན་ན་ཡང་ཟེར་ན་ད་རྒྱལ་བ་དེ་ཟུག་ཞིག་སྒྲུབ་ཁ་འདོན་རྒྱལ་ན་རྒྱལ་བ་ཅོ་ག་འབེ་མ་ད་རྒྱལ་བ་རྣམས་ཟེར་ན་རྒྱལ་བ་ཙམ་ཞིག་བསགས་སྟོད་དཀར་མགོན་ཞིག་ཟེར་ན་ལ་རྒྱལ་བ་རྣམས་དེ་ནི་ཅི་ཕལ་ཅི་འགྱུར་ཅིག་ཅི་ཕལ་ཡིན་ཟེར་ན་མཐའ་ཡས་འགྲོ་བའི་སྡུག་བསྔལ་ཚར་བཅད་ཕྱིར་ཟེར་ན་དེ་ནི་སེམས་ཅན་གཅིག་གཅིག་གི་སེམས་ཅན་གཅིག་གཅིག་ག་ཕར་ན་བསམ་པའི་བསམ་པ་དང་ང་རང་ག་ཕར་ན་བསམ་པའི་བསམ་པ་དང་གཉིས་ནང་མི་གཅིག་གཅིག་ག་ཕར་ན་བསམ་པའི་བསམ་པ་དང་གཉིས་ཡུལ་གཅིག་པོ་ག་ཕར་ན་བསམ་པའི་བསམ་པ་དང་ཡང་དཔེ་ཆུར་རྒྱུད་གཅིག་པོ་ཆུ་ལུག་གཅིག་པོ། རྒྱ་གར་གཅིག་པོ་ལ་དྭགས་གཅིག་པོ་དེ་གཟུགས་མ་ནས་ལ་དེ་ནས་སེམས་ཅན་ཐམས་ཅད་ལ་འགྲོ་བ་ལས་མཐའ་ཡས་པའི་འགྲོ་བ་ཟེར་ན་མེད་ནས་འགྲོ་བ་གྲངས་མེད་པ། མཐའ་ཡས་པ་ཟེར་ན་མཐའ་མ་ནས་མེད་ཀན། འདུ་བ་ལས་འོ་དེ་ད་མཐའ་མེད་འགྲོ་བའི་དོན་དག་ཟེར་ན་ང་རང་གཅིག་པོ་དང་དེ་གཟུགས་ཀྱི་དོན་དག་མ་ནས་ལ་དེ་དགེ་བ་ཅོ་ག་འགོན། དཔེར་ན་སེམས་ཅན་གྲངས་མེད་དེ་བྱ་སེམས་ཅན་ཐམས་ཅད་དེ་ཕི་ཨ་ཟི་ཏི་ནོག་ལས་མཐའ་ཡས་འགྲོ་བས་ཟི་ཏི་ཏཱ་ལས། དེ་ནས་སེམས་ཅན་ཐམས་ཅད་ལས་ཅི་ཡིས་ཟེར་ན་ད་ཡང་སེམས་ཅན་ཐམས་ཅད་པད་སྐུ་རང་མྱང་བ་མི་སྐད་ཅིག་གཅིག་པོ་མ་ན་ལ་ཡི་དྭགས་ཀ་མི་སྐད་ཅིག་པོ་མ་ན་ལ་དེ་ནས་ཁ་དྲང་ཁ་དྲང་སྡུག་བསྔལ་ཆུན་ཆུན་ནས་འབྲལ་བྱེད་མ་ན་ལ་དེ་ནས་པད་སྐུ་རང་ལ་དང་མིའི་གོ་འཕང་ཐོབ་བྱེད་གཅིག་པོ་མ་ན་ལ་དེ་ནས་སྡུག་བསྔལ་ཚང་མས་སྡུག་བསྔལ་ཚང་མ་ནས་ཡ།

ཉམས་ལེན་མཛད་དེ་ཉམས་ལེན་མཛད་ཀ་ནས་ང་དང་རྒྱལ་བ་ཙམ་ཞིག་བསགས་སྟེ་ཡོད་དང་བལྟས་བོ། ང་གཅིག་པས་ཕེ་ཡ་མ་ན་ལ་མཐའ་ཡས་པའི་འགྲོ་བ་སེམས་ཅན་ནས་ཕེ་ཡ་དེ་བང་རྩ་ཕིག་རྩ་ཕིག་གི་སྡུག་བསྔལ་སེལ་བྱེད་མ་ན་ལ་སྡུག་བསྔལ་ཚང་མ་སེལ་བྱེད་ཚེ་ཕེ་ཡ་ཟེར་དུ་ནང་ལ་ཕྱི་རུ་ཟེར་ན་དེ་བས་ཕེ་ཡ། ད་ང་དང་ག་ཟུག་གི་ཉམས་ལེན་མཛད་ཟེར་ན་འཁོར་གསུམ་རྣམ་པར་དག་པའི་ཤེས་རབ་ཀྱིས་ཟེར་དུ་ག་ལས་འོ་ད་ཉམས་ལེན་མཛད་དཀའ་ནས་གློ་བས་ད་ཉམས་ལེན་མཛོད་ད་ཉམས་ལེན་པོ་སྔོ་བ་ནོག་པ་ད་སྔོ་བ་མཛད་དཀའ་ནས་གློ་བས་ཧ་ལ་སྔོ་བ་མཛད་མཛད་ནས་དེ་ནས་ཉམས་པོ་ཉམས་པོ་ཡང་སེམས་སེམས་མེད་ན་ན་ག་གཟུགས་སམ་ཟེར་ཟེར་ན་འཁོར་གསུམ་རྣམ་པར་དག་པའི་ཤེས་རབ་ཀྱིས་ཟེར་དོ་ལ་འཁོར་གསུམ་ཟེར་དོ་ལ་འཁོར་གསུམ་ཟེར་ན་ཅི་ཞུས་ཟིན་ནོག་ཟེར་ན་ད་སྔོ་བྱས་ཟེར་སྔོ་བྱས་ཟེར་དགེ་བ་ནང་ཅིག་ཅིག་སོང་བ་ལས་དེ་ནས་ཡོ་ནས་སྔོ་བྱས་ཀྱི་བློ་ད་སེམས་ཅིག་གིས་ད་སྨོན་ལམ་ད་སྨོན་ལམ་བཏབ་དཀའ་ནས་སྨོན་ལམ་ཡོད་རྒྱག་པ་ཨི་དགེ་བ་བས་ཤཱསྟའི་གཟུགས་ཤིག་འགྱུར་ཞིག་ག་ལ་སེམས་པས་དེ་སྨོན་ལམ་དབབ་གར་འབོད་ན་སྨོན་ལམ་དབབ་གར་ནས་ལོ་དེའི་སྨོན་ལམ་བོ་ན་ཨི་དགེ་བ་བོ་ན་ཉིས་པ་དགེ་བ་བས་སོང་བ་ལས། དེ་ནས་གསུམ་པའོ་དེ་སྨོན་ལམ་དབབ་གར་ནས་ད་སྨོན་ལམ་དབབ་ཅེས་བོ་ཡང་མ་ན་ངོ་ཅེས་བོ་དེ་འཚང་ག། ཡང་དགོན་ནས་བཞུན་ཧེ་ལས་དགེ་བ་སྨོན་ལམ་དབབ་གར་ནས་སེམས། སྨོན་ལམ་བཏབ་ཁ་ནས་སད་མའི་སྨོན་ལམ་བཏབ་ཅེས་སུས་བྱ་བ། འོ་དེ་ཚང་ཁ་དོག་ལས་ངོ་བྱ་ངོ་བྱེད་ངོ་བ་གསུམ། འོ་དེ་ཚང་ཁ་ཅེས་དོག་ལས་རྣམ་པར་དག་པའི་འཁོར་གསུམ་རྣམ་པར་དག་པས་ཟིན་ན་ལྟ་ཅི་ཞིག་སོགས་རྣམ་པར་དག་པའི་ཤེས་རབ་ཟིན་ན་དེ་ཚང་ཁའི། ངོ་བྱེད་ཚེ་དགེ་བའང་བདེན་པར་མ་གྲུབ་པ། སེམས་ནས་གཅིག་ཆོད་སངས་ཆེན་མ་ནས་སེམས་མ་མ་ནས་རག་མ་ལས་སའང་ངོ་བྱོན་ནས་འཁོར་རང་འཁོར་རང་མ་ནས་མེད་ཀ་ནས་ད་སྟོང་པ་ཉིད་བསྒོམ་ཚེ་ཟེར་དོ་ནོག་ལས་དེ་ཚང་ཁ། འོ་ད་ཡིན་ན་རེར་སྔོ་ཆད་བློ་སྔོ་སྔོ་ག་ནས་བློའང་བདེན་པར་མ་གྲུབ་པར་ལྟ་ཅེས། ཁོ་རང་ཅིག་མིག་མེད་མིག་ནས་མཐོང་བ་ཚོ་ལ་ཨ་སྔོ་ཆོ་ག་སེ་མ་མ་ནས་མ་བལྟས་ན་ཅིག་འགྲུབ་སེ་མེད་ཀན། དེ་ནས་སྔོ་ཆད་སེ་ལས་པོའང་དེ་ནས་པས་ཁོ་རང་ཁོ་རང་ཁོ་རང་གོ་ནས་ཅིག་བདེན་པར་འགྲུབ་སེ་མེད་ཀན། གཅིག་རྟོགས་པ་ཞིག་དང་སེམས་ཡང་བ་ཅོས་སྟངས་ཅན་ཞིག་མ་ནི་རྟགས་སྟངས་ཅན་ཞིག་མ་ནི་བདེན་པར་མེད་ཀན། ཁོ་རང་སུའང་མ་བསྟན་ན་ཅིག་མ་ནི་མེད་ཀན། འོ་དེ་གཟུགས་ཤིག་ལྟ་བས་ཤེས་རབ་ཅིག་དང་མཉམ་པོ་ཟེར་དོན་ལོག་ལྟ་ཤེས་རབ་ཅིག་སེམས་མེད་ན་ཡོད་དགོས་ས་དེ་ཡང་ལོག་ལྟ་ངོ། དེ་ཤེས་རབ་པོ་ངོ་བ་ནི་སེམས་པོ་དང་དེ་ཤེས་རབ་པོ་གཉིས་ཀ་རྩོག་ལྟ་མ་ནོག་པ་ཡིན་ན་ཡང་ངོ་ས་ནི་དེ་ཤེས་རབ་པོའང་ཡོད་དགོས་ས་ནོག་ཟེར་དོན་ལོག་ལྟ་ཤེས་རབ་པོ་ཅིག་ཟེར་ན་ངོ་བྱ་ཡི་ནང་འདྲེས་ངོ་བྱེད་དེ་ནང་འདྲེས། སྔོ་བ་ཡིན་ནམ་ཧ་ལ་རྒྱལ་བ་ཡིན་ནམ་སྔོ་ཆེ་ཚེ་ལོ་ཡིན་ནམ་སྔོ་ཆེ་ཚེ་ལཱས་པོ་ཡིན་ནམ་དེ་ཚང་མ་ཞིག་པས་ཁོ་རང་རྟེན་ཅིང་འབྲེལ་བར་འབྱུང་བ་ཞིག་ཡིན་མ་ནས་ཁོ་རང་ཁོ་རང་སྒོ་ནས་ཡོད་གང་ཅི་མ་ནས་མ་ན་ལ་བསམ་པའི་བསམ་པ་བོ་ཡང་མཉམ་པོ་ཡོད་པ་ཟེར་ནོག་ཟེར་དུང་ཐ་ཅེས་ཞུས་ནོག་དོན་དེ་བསམ་པ་བོ་སྟོང་ཉིད་ཐོབ་པའི་ཤེས་རབ་ད་སྟོང་ཉིད་བསམ་ག་ནས་ཤེས་རབ་དེ་བསམ་ན་ཅི་ཕན་ཐོགས་ཡོད་ཀྱག་ཟེར་ན་ད་དེ་ཁོ་ནོག་བདེན་འཛིན་ང་དང་བྱང་ཆུབ་སེམས་དཔའ་ཞིག་གསུངས་པ་སང་ཐེག་ཐེག་ཆེན་པ་ཞིག་གསུངས་པ་སང་དེ་ཉམས་ལེན་ནས་གཙོ་བོ་དེ་གཟུགས་ཅིག་མ་ནས་མེད་ག་མེད་དགོས་ཟེར་ཀྱག་ཅེས་ཟེར་ན་ང་དང། སྤང་བྱེད་ཟེར་ཉོན་མོངས་པོ་སྤང་བ་ལ་སངས་རྒྱས་སུ་གོ་འཕང་པོ་ཐོབ་པ་ལ་མེད་ཁ་མེད། ད་ལྟ་ལག་ཆ་རྫོགས་ཟེར་ནའང་མི་འདུག་དེ་དེ་མེད་ན་མེད་ཐབས་ད་སངས་རྒྱས་ཟེར་སངས་རྒྱས་ཟེར་ས་གོ་ཆེད་ཟེར་ང་དང་གཤོག་པ་གཉིས་ཟེར་ནའང་རེད་གཤོག་པ་གཅིག་པོ་ལྟེ་བའི་འགྱག་ལས་བྱང་ཆུབ་ཀྱི་སེམས་ཟེར་ག་འདུག་གཤོག་པ་གཅིག་ཡིན་ན་གཤོག་པ་གཞན་མའོ་སྟོང་ཉིད་ཐོབ་པའི་ཤེས་རབ་བདེ་བ་ང་དང་ཉམས་ལེན་མཛའ་བརྩེ་ནི་འཁོར་གསུམ་ལྡན་པ་རྣམ་པར་དག་པའི་ཉམས་ཉམས་ལེན་གྱོད་ཆེད་པོ་དང་ཉམས་ལེན་ནི་ཡུལ་བོ་ནང་ཉམས་ལེན་ནི་བྱ་བའོ་དེ་ཚང་མ་གཞིག་པའི་ཁོ་རང་སྟེན་ཅིང་འབྲེལ་བར་འབྱུང་བ་ཞིག་ཡིན་མ་ནི་ཁོ་རང་ཁོ་རང་ང་དེ།

དེ་ནས་ཡེའུ་མཉམ་པོ་མཉམ་པོ་དང་མཐོ་རིས་ནས་ད་ཤོད་རོགས་ཁ་ཁ་ཅིག་ལུས་སུ་བཅག་ཏེའུ་མཉམ་པོ་ཡང་ཧྲུང་བ་མང་ཉུང་ཞིག་སླེབས་པ་ནུབ། ད་འདིར་ངའི་ཡིད་ས་ནི་དེ་ཧྲུང་བའོ་དང་དང་བརྗོད་ཀྱི་ཧ་གོ་བོ་ཞིག་པོ་མ་ནི་ཁག་ཆ་འདྲ་བ་ལས། ཧྲུང་བ་བོང་དེ་ནི་རང་རང་གཅིག་དང་ཆ་ན་གཉིས་དྲུག་བ་གཅིག་དང་ཆ་ན་ཡིད་སྐྱེ་བ་གཅིག་དང་ཡིད་སྐྱེ་བ་གཏིང་མ་དང་འཁོར་བའི་ནང་ནས་ཐར་ཞིག་དེ་གཟུགས་ཚངས་པའི་མ་ན་ལ། དེ་ནས་སེམས་ཅན་ཚང་མས་ཕལ་ཡར་སངས་རྒྱས་གཟུགས་གོ་འཕང་ཅིག་མ་ཐོབ་ན་ད་མ་ནི་ཡོངས་ཆད་མ་ནི་མི་རུ་ངས་འདིར་འགལ་བ་ཅོག་ནི་འབད་བྱས་སྟེ་ང་སངས་རྒྱས་གཟུགས་གོ་འཕང་ཐོབས་ཤིག་བསམ་བྱས་སོ་སྟེའུ་སྔོ་བ་ནོར་ལས།